ཁྱུ་འདི་དག་ཁྲམ་ཤེས་འདི་བོད་ནང་ལོ་འདི་ན་ཞིག་རྒྱ་ནག་ཙམ་མ་ཡིན་པ་རང་དབང་ལུང་པ་ན་ལིག་ཡོད་བ་སོ་སོ་ངོ་འཛིན་ཞུ་གི་ཡོད་ཡིན་པ་ནས་ད་ལྟའི་གི་གནས་སྟངས་ཅིག་ལ་མིག་ཆུ་བཏང་ཡོད་དུས་གནས་སྟངས་ག་འདྲའི་ཆག་རེད་ས་མས་ཅིག་སོ་སོ་དྲི་བ་ལས་སུ་ཞུ་ཡིན། སོ་སོ་འགྲོ་བ་ཡིན་པ་ཡིན་ན་རྒྱ་ནག་གུང་ཁྲན་ཏང་ཙམ་མ་ཡིན་པ་འདི་གི་རྒྱུག་ཁྱི་སུ་ཡིན་པ་ནས་འདི་གི་དྲི་མ་ཁྲི་ལ་མ་ལས་འབད་བརྩོན་བྱེད་ངེས་ཅིག་ཡིན། ད་ལྟའི་ཆར་ལ་ཡར་གྲོས་ཚོགས་ར་བ་ནང་ལོགས་ལ་ཇུས་གཞི་ཞིག་སླེབས་པ་རེད། ལས་རིམ་རྣམ་གཞག་ཅིག་གནང་ཕལ་ཆེར་གནད་དོན་དེ་གཙང་མ་བཟོས་འོག་གསུངས་པ་རེད་འགྲིག་གི་འདུག་ངས་ག་རེ་ངོས་འཛིན་བྱེད་དགོས་ཞུ་འི་ན། ད་ལྟའི་ཆར་ལ་ཕྱག་སྦྲེལ་རྒན་པས་ཀྱི་གནས་ཚུལ་རྣམ་ཕན་ངེས་འདི། གཞན་ནས་དྲི་རྟགས་ཤོར་ངེས་ཅིག་མ་ཡིན་པ་ཅིག་ངོས་འཛིན་ཞུ་གི་ཡོད། ཁྱེད་ནས་དགོངས་པ་བཞེས་པའི་ཐོག་ནས་ག་རེ་ལབ་ཀྱི་ཡོད་བ་ཧ་གོ་བའི་ཐོག་ནས་ཁ་ལ་དོད་བ་ཅིག་བརྩི་གི་ཡོད། བྱས་ཙང་གནས་སྟངས་དེ་འདྲས་ཅིག་ཡིན་དུས་སོ་སོའི་མིང་ག་རེ་བསམ་ཁུལ་ཞུ་འི་ན། གནས་ཚུལ་འདི། དོགས་གཞི་གཅིག་དང་དོགས་པ་གཅིག་གི་གནད་དོན་ཆགས་བདེ་འོ། དེ། ཁུངས་ལུང་མེད་པ་གཅིག་ཆགས་བདེ་འོ། གསལ་བོ་གཅིག་རེད་ཤག། བཀའ་མོལ་གཅིག་གར་གནང་དུ་ཞུ་འོས་ན། རྒྱ་གར་གཞུང་གིས་ལབ་ཀྱི་ཡོད་རེད་ཅེས་གཅིག་གསུངས་སོང། རྒྱ་གར་གཞུང་གིས་ག་འདྲས་ལབ་དགོས་འོ་རེད། རྒྱ་གར་གཞུང་ལ་ནི་ང་ཚོ་གོ་བ་ལེགས་མ་འགྲོ་འོ་རེད་ཡིག་ཐོག་ནས་གླེད་ཡོད་རེད་ངག་ཐོག་ནས་གླེད་རེད་ལས་བྱེད་གཅིག་གིས། Officially ལབ་པར་བས། གང་ཟག་དེ་ལ་དོགས་པ་ཡོད་ད་ཅེས་བྱས། རྒྱ་ནག་གིས་རྒྱ་ནག་གཞུང་གིས་ཁར་ས། པ་ཚོགས་ཆོས་བཀའ་གྲོས་དང་འབྲེལ Embassy། ལས་ཀ་བྱེད་མཁན་ཅིག་དོན་གཅོད་ལས་ཀ་བྱེད་མཁན་ཐུག་འདུག་ཟེར་བྱས་དོགས་གཞི་ངོ་བོ་ཐོག་ལབ་པར་བས། དེ་འདྲས་ཀྱི་དོགས་གཞི་ཙམ་ཡིན་དགོས་ཅི་གྲོས་ཚོགས་ར་བ་ན་བླངས་པ་ཡིན་ན་ཏག་ཏག་འགྲིག་གི་ཡོད་རེད་འགྲིག་གི་ཡོད་མ་རེད་པས། དེ་ཚོ་ཚང་མ་ཐུགས་འགན་བཞེས་ཅིག་དང་དགོངས་པ་བཞེས་ཅིག་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ཡང་སྤྱི་ཚོགས་འཁྲུག་པོ་ཞུ་བྱེད་རེད། གནས་ཚུལ་དེ་འདྲས་ཤིག་བླངས་རྗེས་ད་ལྟ་བར་དུ་ལོ་འདི་གིས་མང་པོ་ལས་ཀ་བྱེད་ཀྱི་ཡོད་མི་ཞིག་ནག་པོ་མདའ་རྒྱང་བཟོས་སྐོར་ང་ཚོ་འགན་འཁྱེར་ཐུབ་ཀྱི་རེད་པས། དགུ་བཅུ་གསུམ་ལས་ཀ་བྱས་པ་ཡིན། ཆབ་སྲིད་བཙོན་སྲུང་དངོས་གནས་རྩ་དོན་དོད་དུ་ཤེས་ཡ་དེ་འདྲས། མ་ཤེས་ཤེས་བྱས་གྲོས་མ་ཐུགས་ཤེས་བྱས་དུ་བ་ལ་བཙན་བྱོལ་ནང་ལོག་ལ་སོགས་འབེན་ལ་བཙུགས་ནས་ཞེད་སྣང་མེད་པའི་ཐོག་ནས་སོགས་འབེན་ལ་བཙུགས་ངའི་ལས་ངན་ལ་དོགས་གཞི་བྱས་འདུག་ཤེས་བྱས་ད་ལྟ་བུ་གནས་ཚུལ་བྱུང་བ་ཡོད་རེད་དེ་ཡིན་ནས་བྱེད་ལས་གཙང་མ་འཆང་བ་ཡོད་ཡིན་པ་ནས་བདེན་གསོ་གྲོས་ཚོགས་ར་བ་ན་གླེང་ཡོད་མ་རེད་དོགས་གཞི་ལ་ནི་དོགས་གཞི་རེད། གང་ཟག་དེ་ལ་ཡང་ནག་པོ་བཟོས་ཡོད་མ་རེད་ལ་ནག་པོ་རེད་དོ་མདོག་བྱེད་བྱེད་ལབ་ཀྱི་འདུག་བ་ཟེར་འདྲ་དེ་རྗེས་ལ་ཡང་བྱེད་འདུག་བྱེད་ཀྱི་འདུག་བ། ཐུག་འདུག་བ་ལབ་ཀྱི་འདུག་བ།

གནས་ཚུལ་གྱི་འབྲེལ་བ་མི་འདུག་དགོངས་ཀྱི་ཡོད་ཀྱི་དེ་འབྲེལ་བ་ཆགས་ཀྱི་འདུག། སོ་སོ་རྐུབ་བཀྱག་དེ་ན་སྡིག་ཤུགས་རང་ང་དེ་འདྲ་འཆི་བ་མཐོང་སོང། ནག་པོ་གསོལ་བ་མཐོང་སོང། བསྐྱར་དུ་བྱེད་ཀྱི་འདུག་ངོ་ལེན་རྩ་བ་ཉིད་ནས་ཞུ་གི་མེད་ཞུ་ཡས་འདའ། ད་ལྟ་བར་དུ་རྩ་དོན་ཆེད་དུ་ལས་ཀ་བྱེད་ངེས། གང་ཟག་མང་པོ་ཆགས་བསྡད་ཀྱི་འདུག་དེའི་ཆེད་དུ་དངོས་གནས་ཁོ་རང་ལས་ཀ་བྱེད་ནས་གྲུབ་འབྲས་ཐོན་ངེས་ཆགས་བསྡད་འོ་རེད། ནག་པོ་གསོལ་བ་ནས་རྩ་བ་ཉིད་ནས་ངོ་ལེན་བྱེད་ཀྱི་མེད་ལ། རྩ་དོན་ཙམ་མ་ཡིན་པ། བོད་རང་བཙན་འཐབ་རྩོད་ཁྲོད་དུ་ལས་ཀ་བྱེད་མཁན་གཅིག་ལ་རྒྱ་གི་དྲི་མ་ཁ་གུ་དུས་ལབ་པ་ཡིན་ན་རྩ་བ་ཉིད་ནས་ངོ་ལེན་ཞུ་གི་མེད། བྱས་ཙང་གནད་དོན་འདིའི་ཐོག་ལ་ཡང་གང་ཟག་གཅིག་ལ་རྫུ་གུ་རྩོད་ཡ་མ་རེད། བདེ་སྲུང་གི་ལས་ཁུངས་དང་འབྲེལ་བ་ཆགས་དེ་གོ་རེད་ལ། རྒྱ་གར་གྱི་གསང་བ་ལས་ཁུངས་ག་ནས་རེད་བས་དེ་དང་འབྲེལ་བ་ཆགས་དེ་གོ་རེད། ཁོ་རང་ཚོ་ལ་སྐད་ཆ་བཤད་ཆེད། གང་ཟག་དོ་བདག་འབྲེལ་བ་ནས་གསུངས་སོ། CCTV བལྟ་གསུང་གོ་དོ། ད་བ་གསུངས་འགྲོ་བ་རེད། ག་རེ་ཕྱིན་ལྷག་རེད། ད་བ་གསུངས་འགྲོ་བ་རེད། གནས་ཚུལ་འདི། ཉམས་ཞིབ་བྱས་ཀྱི་རེད་མ་གཏོགས་གྲོས་ཚོགས་ར་བ་ན་གླས་མ་རེད། ཁ་ནས་འབྲི་སྟངས་ཤོར་བའི་སྐད་ཆ་ཞིག་མ་རེད་ཆེད་མངགས་དོན་དག་ཅིག་ཆགས་བསྡད་ཡོད་འདུག་དེ་འདྲའི་ཞིག་ནས་འགན་མ་འཁྱེར་བ་ག་རེ་རེད། དགོངས་པ་བཞེས་དགོས་པ་ཕལ་གལ་ཆེན་པོ་རེད་བསམ་གྱི་འདུག་ང་རང་ཚོ་ནང་ལོགས་ལས་ཀ་བྱེད་ཕྱོགས་ཐོག་ལ་ཡང་དྲི་བ་བསྐྱུར་ཆོག་གི་རེད། ཡིན་པ་ཡིན་ནའི། གསོ་བ་རེད་འདུག་ལ་ཡའི་སྐད་ཆ་ཆུང་ཆུང་རྩ་བ་ཉིད་ནས་མ་རེད་དོགས་གཞི་ཙམ་ལ་ཡང་དེ་འདྲའི་གྲོས་ཚོགས་ནང་གླ་ཡང་གི་ད་ད་ག་རང་རེད་བ། ཁྱིམ་གང་ལ་འགྲོ་འོས་ན་འགྲོ་ས་ཡོར་བས་ང་ཚོ་གྲོས་ཚོགས་ནང་སླེབས་རེ་བ་ཁྱེད་ཚང་འགན་འཁྱེར་གི་འདུག་རྒྱ་ལ་བཙུགས་ས་གང་ས་སྤྱིར་བཙུགས་ཡ་ལེ་ལོ་བོར་ཏེ་སོ་སོ་དྲི་བ་སྐྱུག་འོར་བ། དེ་ན་ཞི་བདེལ་རྒྱབ་ལོག་ལ་རྒྱབ་རྩ་ལང་བྱས་དེ་གི་དོགས་གཞི་ཡོད་དོ་འདོག་བྱེད་ཀྱི་ཚིག་གསར་བ་དེ་འདྲས་གྲོས་ཚོགས་ར་བ་ན་བསླུ་བ་དང་དེ་རྗེས་ལ་ཡ་ཅི་ཐུབ་བྱེད་ཅེས་ཡང་ཆུ་ལོག་ནས་ལྟ་སྤྲ་མིང་པོར་དེ་འདྲས་ལབ་སོ་བ། ཁོ་རང་ཐུག་གི་ལབ་འདུག་བ་ཞེས་བྱས། དཔལ་ལྡན་བདེ་སྲུང་བཀའ་བློན་ངོས་ནས་ཐུག་ཏུ་ལབ་སོ་བ་ཞེས་བྱས་དེ་འདྲས་གསུང་གི་འདུག་བ། ག་དུས་གསུངས་སོང་ངས་ནི་གོ་བ་མ་སོང། སྐད་ཆ་འདྲ་མི་འདྲ་སྤྲད་པས་ཡོད་མ་རེད་ཞུ་འོན་ཡིན། འདྲ་མི་འདྲ་དཀྲོག་གཏམ་སློང་ཡ་ཡོད་མ་རེད་ཞུ་འོན་ཡིན། ཁ་དེ་དོན་པོ་ཡིན་ངོ་ཚ་ཡ་རེད། དམངས་གཙོའི་གི་སྤྱི་ཚོགས་དང་ལོག་གི་འགན་ཁྱི་ངས་རྐུབ་བཀྱག་སིམ་ངེས་ཞིག་རེད་དེ་ཡིན་ནི་སྐད་ཆ་འདི་འདྲ་བསླང་ཐུག་བོར་ངོ་ཚ་ཡ་རེད། ཐུགས་འགན་བཞེས་རོགས་གནང་ཞུ་འོན་ཡིན། གནད་དོན་འདི་གཙང་མ་མ་ཆགས་པ་ཡིན་ན། ང་རང་ཚོ་གྲོས་ཚོགས་ར་བ་ནང་ལོངས་ལ། ཤི་སྟངས་བྱེད་པ་ཡིན་ན། རྒྱག་གི་དྲི་མ་ཕོག་སྟེང་གི་སྡུག་ལབ་གོ་བར། ཡང་ན། ལབ་ས་དེ་བྲེལ་བ་ཆགས་ཀྱི་འདུག་ཡང་ན་ལབ་གཉན་དེ་བྲེལ་བ་ཆགས་ཀྱི་འདུག་རྒན་འཁྱིལ་བོ་རེད། རྒན་མ་འཁྱིལ་བ་ན་རྩ་བ་ཉིད་ཡོང་གི་མ་རེད། ཡང་ན། གྲོས་ཚོགས་ག་ཤོག་གྲོས་ཚོགས་ར་བ་ཙམ་མ་ཡིན་པར་ང་ཚོ་སྤྱི་ཚོགས་དེ་དཀྲུག་ཡ་གི་འབད་བརྩོན་བྱེད་ཀྱི་འདུག་དམིགས་ཡུལ་ངེས་ཅན་ག་རེ་ཟིན་གོ་རེད། ད་ལྟ་ཁོ་རང་ནི་རྙོག་དྲ་ཁང་དེའོ་རེད་ད་དུང་རྙོག་དྲ་གསར་བ་ག་ཅིག་བསླངས་གོ་རེད། ག་རེ་གོ་རེད་གང་ཟག་དེ་ལ། ག་རེ་གོ་རེད་དེ་ལ་རྒྱབ་རྩ་བྱེད་མཁན་དེ་ཚོ་ལ་ཡ། དགོངས་པ་བཞེས་རོགས་གནང། གནས་ཚུལ་དེ་གཙང་མ་མ་ཆགས་བ་ན་འགྲིག་གི་མི་འདུག་ད་ཕྱིས་དོ་བདག་གསུངས་པ་ན་ཞིག་རེད། མགྲོན་ཁང་ནི་ཧ་གོ་བོ་རེད་དུས་ཚོད་ནི་ཧ་གོ་བོ་རེད་གཙང་མ་བཟོས་རོགས་གྱིས། ཟླ་བ་གསུམ་རེ་འགའ་ལ་རྟ་ཐུག་ཡོད་མ་རེད། རྟ་བལྟ་རོགས་གྱིས་གལ་ཏེ་བལྟ་བ་ཡིན་ན་ཁ་སང་ཉི་མ་ཁ་ཤས་རིང་ང་བལྟ་བ་ཡིན་ན་འགྲིག་གོ་རེད་དེ་འདྲའི་ག་འདྲས་ལྷག་བསྡད་གོ་རེད་བསྡད་སྲོལ་ངོས་ནས་ཡིན་ནའི། བྱས་ཙང་ལས་བྱེད་ཐུགས་འགན་བཞེས་འོག་ཏུ་གསང་བ་ལེགས་པོ་ཡིན་པ་ཡིན་ནའི་རྒྱ་གར་གསང་བ་ལེགས་པོ་ཏན་ཏན་ཟིན་ཡོད་རེད་བསམ་གྱི་འདུག་རྒན་གྱིས་ཡོར་ད། དེ་ནང་ལ་ལས་ཀ་བྱེད་མཁན་སུ་སུ་ཡོད་མེད་ཁོ་ན་གསོལ་བ་ཐེ་ཡི་རེད་སྤྱི་བཏང་བྱེད་འོས་ན་གང་ཟག་ངོས་ནས་གསུངས་དགོས་ཨེ་ཅི་རེད། ད་ང་རང་ཚོ་གྲོས་ཚོགས་ར་བ་ནང་ལོ་མོ་གསུམ་པ་ཡིན་ནས་བདེ་སྲུང་ལ་གསུང་རོགས་གནང། སུས་ཀྱིས་ལབ་སོ། གང་ཟག་སུ་ཡིན་པའི་བདེ་སྲུང་གི་ཁར་ས་གསང་བ་ལི་ཀུང་གི་ལས་བྱེད་སུ་རེད་སྐད་ཆ་དེ་འདྲ་ལབ་ངེས། དུས་ཚོད་རྫོགས་དཔང་རྟགས་ཡོད་པའི་ཐོག་ནས་ལབ་པ་རེད་བས། ལགས། གང་ཟག་དེའི་འགན་ཁྱེད་ཐུགས་ཁུར་བས། ཞི་བདེ།
འཇིགས་སྐྲག་བསྟན་འཛིན་ལགས།